གྲོགས་པོ་ལྷན་རྒྱས་སླར་ཡང་ཉི་གཞོན་གྱི་སྒྲུང་གཏམ་ནས་མཚན་ནག་ཕེབས་པར་དགའ་བསུ་ཞུ་གི་ཡོད། རྣམ་གླེང་གཉིས་སུ་དེ་བཞིན་བཞག། གཤམ་ལ་ཡང་ང་ཚོས་རྗེ་བཙུན་མི་ལ་རི་པའི་རྣམ་ཐར་ལས་ལེའུ་དྲུག་པ། ཐོས་པ་འགའ་གཅུང་མོ་དང་བསྐྱར་དུ་ཐུག་པ། ཞེས་པ་སྙན་སྒྲོན་ཞུ་རྒྱུ་ཡིན་པས་རྣམ་གླེང་གཉིས་སུ་སྤྲོ་པོའི་ངང་གསན་རོགས་གནང། སྐབས་ཤིག་ལ། སྔོན་མ་མི་ལ་དང་གཉེན་རྟགས་རྒྱག་མྱོང་བའི་མཛེ་བསྲེགས་མི་ལ་རས་པ་རི་ཁྲོད་གཅིག་ཏུ་ཡོད་པ་ཐོས་པས་བདེན་མ་ཐག་རྩམ་པ་དང་ཤ་དམར་བཅས་བཟའ་ཆས་འཁྱོག་རྫས་ཅིག་ཁུར་ཏེ་རི་ཁྲོད་དུ་མི་ལར་མཇལ་དུ་ཕྱིན། མཛེ་བསྲེགས་མི་ལ་ཡོད་སའི་བྲག་ཁུང་སྒོར་སླེབས་ནས་ལྟ་བའི་སྐབས། ཐོད་པ་འགའ་ནི་ཤ་ཟད་རུས་ལ་ཐུག་ཅིང། སྐུ་ལུས་ཡོངས་རྫོགས་མཁས་པའི་གོས་ཙམ་ཡང་མེད་པར། བྲག་ཁུང་སྐམ་པོ་ཞིག་གི་ནང་དུ་ཡོད་པ་མཐོང་བ་རེད། མོ་རང་ཐོད་པ་འགའ་ལ་ཤིན་ཏུ་བརྩེ་འདང་ཆེ་ཞིང། ལོ་མང་རིང་ཁྱོ་ག་མེད་པར་མོ་རང་དུ་བསྡད་པ་སོགས་ཀྱི་གནས་ཚུལ་ཡིད་ལ་ཤར་བ་ན། ཤིན་ཏུ་སེམས་སྐྱོ་ཞིང་མིག་ནས་མཆི་མ་འདོན་བཞིན། ཨ་མ་མྱང་ཚ་དཀར་རྒྱན་ཤི་ཚུལ་དང། སྲིང་མོ་དཔལ་རྟ་སྤྲང་འཁྱམ་དུ་སོང་བའི་གནས་ཚུལ་ཆེད་ཞིབ་ཕྲ་ཞུས་པ་ན། ཐོས་པ་དགེ་མཛེས་སེ། ཁྱོད་ད་བར་དུ་གཞན་པའི་ཁྱིམ་ཐབ་ལ་སོང་མེད་པ་ནི། ཁྱེད་ཉིད་འཆི་རྟགས་རིང་བའི་རྟགས་ཡིན། ཁྱེད་ཀྱིས་དཀའ་ངལ་ཚད་མེད་ཅིག་མྱོང་དགོས་བྱུང་སོང། འོན་ཀྱང། ངས་ཁྱེད་ལ་བཟའ་ཚང་གི་ཐོག་ནས་ཕན་ཐོགས་མེད་མོད། ངའི་ཤུལ་དུ་ཡོད་པའི་ཁང་ཁྱིམ་དང་ས་ཞིང་ཡོངས་རྫོགས་ཁྱོད་ཀྱིས་ཅི་འདོད་ལྟར་བེད་སྤྱོད་བྱོས། ཞེས་གསུངས་པར། མཛེས་སེ་མི་དགོང་མཆི་མས་གང་ཞིང། ཁྱོད་ཀྱིས་ཆོས་སྐྱོང་ལ་བརྗིད་ནས་ང་ཁྱིམ་ཐབ་ལ་སློང་མཁན་མ་བྱུང་ལ་སློང་མཁན་བྱུང་ཡང་འབྲུ་རྩིས་ཀྱང་མིན། ས་ཞིང་དང་ཁང་ཁྱིམ་རྣམས་ང་ལ་མི་དགོས། དཔེ་ལྟ་གསོན་པོར་ཡོད་ངེས་པའི་མོ་ལ་འཚོ་རྟེན་དུ་གོས། ཁྱོད་ཀྱིས་འདི་ལྟར་ཆོས་ཡང་དག་པ་ཞིག་བྱེད་པ་མཐོང་བ་ན། ང་ཡང་ཤིན་ཏུ་དགའ། ཁྱོད་ཀྱིས་ཚོགས་གཡོས་ཤིན་ཏུ་སྐྱོ་བས། ངས་རྗེས་མ། སྒོམ་རྒྱག་གང་ནུས་རེ་འབུལ་ངེས་ཡིན། ཆོས་བྱེད་དགོས་ངེས་ཀྱང། ལྟོགས་ཤི་ཐེབས་མི་རུང། ཞེས་སོགས་ཞུས་ཏེ་ཕྱིར་གྲོང་དུ་ཕྱིན། དེ་ནས་ཐོད་པ་དགའ། བྲག་དཀར་རྟ་ཟོར་མུ་མཐུད་བཞུགས་ཏེ། ཉིན་མཚན་སྦྲེལ་ནས་སྒོམ་སྒྲུབ་ལ་འབད་བརྩོན་གནང་བས། སྐབས་ཤིག་ནས་ཉམས་རྟོགས་འཕེལ་རྒྱས་ཆེན་པོ་བྱུང་བ་མ་ཟད། ནམ་མཁའ་ལ་འཕུར་བ་སོགས་ཀྱི་རྫུ་འཕྲུལ་ལ་ཐོགས་པ་མེད་པ་ཞིག་ཏུ་གྱུར་པ་རེད། སྐབས་དེ་འདྲ་ཞིག་ལ་དཔལ་རྟ་དགོན་གྱི་གྲོང་གསེབ་ཅིག་ཏུ་སློང་བ་བྱེད་བཞིན་ཡོད་པ་ན། ཁྱི་ར་བ་འགའ་ཤས་ཀྱིས། དེང་སང་འདོད་པ་དགའ་ཟེར་བའི་མཐུ་ཆེན་དེ། བྲག་དཀར་རྟ་བཟོ་ན་ཆོས་སྒྲུབ་བཞིན་འདུག་ཀྱང། སྒོམ་རྒྱག་མ་རག་པས། རྡོ་གཅིག་ལ་འགྲོ་བའི་ཚོད་དུ་སླེབས་ནས་འདུག། ཅེས་གླེང་མོལ་བྱེད་ཀྱི་ཡོད་པ་ཐོས་པས་དེ་མ་ཐག་རྩམ་པ་དང་ཆང་གང་ཡོད་པ་རྣམས་ཁུར་ཏེ་བྲག་དཀར་རྟ་བཟོ་ལ་ཕྱིན། དཔེ་ལྟ་དགོན་གྱི་བྲག་དཀར་རྟ་བཟོ་ལ་སླེབས་པ་ན་བྲག་ཕུག་ཅིག་ཏུ་ལུས་བསྐམས་ལ་སྔོ་རིལ་བ། སྐྲ་རིང་ཞིང་འཛིང་བ། གོས་ལག་མཐིལ་ཙམ་ཡང་མེད་པར། ལུས་དམར་རང་དུ་ཡོད་པ་ཞིག་མཐོང་བས། བྲག་ཕུག་ཏུ་ཡོད་པ། ཁྱོད་མི་ཡིན་ནམ། འདྲེ་ཡིན། ཞེས་སྐད་ཆུང་ངུས་འབོད་བཞིན་དལ་གྱིས་ཕྱིན་པ་ན། ཐོས་པ་ཀའི། ང་འདྲེ་མིན། བྲག་སྒོ་འདིའི་ནང་གི་དགོན་པ་པ་མི་ལ་ཐོས་པ་འགའ་ཡིན། ཞེས་སྐད་ཆུང་ངུས་གསུངས་པ་ན། དཔེ་བལྟས་བལྟས་མ་ཐག་རང་གི་ཨ་ཅོའི་སྐད་ངོས་ཟིན་པས་བྲག་ཁུང་དུ་བརྒྱུགས་ནས། ཨ་ཅོ། ཨ་ཅོ། ཞེས་སྨྲེ་སྔགས་འདོན་བཞིན་ཐོས་པ་འགའ་ལ་འཐམས་ནས་ངུ་བཞིན་དྲན་མེད་དུ་བསྐྱལ། དྲན་པ་གསོས་པ་དང་དཔེ་བལྟས། ཨ་ཇོའི་པུས་མོ་གཉིས་ཀྱི་བར་མགོ་བོ་བཙུད། ལག་གཉིས་ཀྱིས་གདོང་བཀབ་སྟེ་ངུ་ངག་དང་བཅས།
ཨ་མ་ནི། ཨ་ཇོ་སེམས་ལ་དྲན་བཞིན་སྡུག་གཞི་སྤྱད། ཁྱིམ་མཚེས་དང་གྲོང་པ་གཅིག་ཀྱང་འཁོར་མཁན་མ་བྱུང་བས། ང་འུ་ཐུག་སྟེ་སྤྲང་འཁྱམ་དུ་མི་འགྲོ་ཐབས་མེད་གྱུར། ཨ་ཇོ་གསོན་པོར་ཡོད་ཚེ་འཚོ་བ་འདི་ལས་ཅུང་བཟང་པོ་དང། སྐྱིད་པོ་ཡོད་རེ་བྱས་པ་ཡིན། ཨ་ཇོའི་གནས་སྟངས་སྐྱོ་པོ་ཐ་དེ་ལས་མི་འདུག་འུ་ཅག་མིང་སྲིང་ལས་སྡུག་པ་ཞིག་ས་ཐོག་ཏུ་མེད་ངེས། ཞེས་ཕ་མའི་མིང་ནས་འབོད་བཞིན་སྐད་ཤུགས་ཆེན་པོས་ངུས་པ་ན། ཐོད་པ་ཀའི་ཕྱག་གཉིས་ཀྱིས་གཅུང་མོའི་འགྲམ་པ་གཡས་གཡོན་ནས་སྐྱོར་བཞིན། སྔགས་འགྲོ་མགོན་དྲིན་ཅན་འཕགས་མ་ཡི། དྲིས་ལན་གཟབ་ཕྱིར་མཆོད་བྱེད་པའི། གནས་ལ་བལྟས་ན་རི་དྭགས་འདྲ། ལུས་ལ་བལྟས་ན་ཀེང་རུས་འདྲ། བདག་འདྲས་མཐོང་ཡང་མཆི་མ་འཆོར། སྤྱོད་ལམ་བལྟས་ན་སྨྱོན་པ་འདྲ། སྲིང་མོ་ཡིད་མུག་ཁ་སྐྱེངས་ཀྱི། སེམས་ལ་བལྟས་ན་སངས་རྒྱས་དངོས། རྒྱལ་བས་གཟིགས་ན་སྤྲོ་བ་སྐྱེ། ཞེས་པ་སོགས་ཀྱིས་མགུར་བཞེངས། ལྕམ་སྲིང་གཉིས་གླེང་མོ་མང་པོ་བྱེད་པའི་མཐའ་མ་ཅུང་མོ་དཔེ་སྟེ། ཨ་ཅོ། ཁྱེད་ཀྱི་གསུང་ལུགས་དང་མཛད་པ་གཉིས་ཀ་མཐུན་པས་ངོ་མཚར་ཤིན་ཏུ་ཆེ། ཨ་ཅོའི་གནམ་ས་དང་སྒོམ་རྒྱག་མཛད་སྲིད་ངེད་གཉིས་ཀྱི་གང་འབྱོར་བྱེད། ཨ་ཅོའི་ཐུགས་རེ་བཞིན་འགྲུབ་ཤོག། ཅེས་ཟེར་ནས་མོ་ཕྱིར་གྲོང་དུ་ལོག་ཕྱིན་པ་རེད། མཛའ་བརྩེ་ལྡན་པའི་སེང་གེ་རྣམ་པ། འདིའི་རྗེས་ལ་ཡང་ཚན་པ་མཐའ་མ་འདི། མི་ལ་རས་པ་གཞན་དོན་དུ་སྐུ་གཤེགས་པ་ཞེས་པའི་ལེའུ་སྟེ་ཡིན། མི་ལ་རས་པ་རྒྱུན་དུ་བྲག་ཁུང་དུ་སྒོམ་བརྒྱབ་ནས་བཞུགས་པ་ལས་སྤྱི་ཚོགས་ཀྱི་མཐོང་ཕྱོགས་ལ་གཏན་ནས་ཐུགས་སྣང་གནང་གི་མེད། འོན་ཀྱང་བོད་ཀྱི་གཏམ་དཔེ་ལ། གསེར་ས་འོག་ཏུ་ཡོད་ཀྱང་འོད་ནམ་མཁའ་ཞེས་པའི་དཔེ་ལྟར། རིམ་པས་མི་ལ་ཤིན་ཏུ་མཚན་སྙན་ཆེན་པོར་གྱུར་ཏེ། གུས་ཞབས་དང་དད་གུས་ཞུ་མཁན་ཉིན་རེ་བཞིན་ཇེ་མང་དུ་གྱུར་པ་ན། ཉེ་འཁོར་གྱི་བླ་མ་དང་དགེ་བཤེས་འགའ་ཤས་ཀྱིས། རྒྱུན་དུ་མི་ལ་ལ་ཕྲག་དོག་གི་སྐྱོན་བརྗོད་སྣ་ཚོགས་བྱས་ཏེ། མི་ལའི་མཚན་མཐོང་ལ་གནོད་པའི་གཡོ་ཐབས་སྣ་ཚོགས་བྱེད་ཀྱི་ཡོད། ཡིན་ན་ཡང། མི་ལ་རས་པས་གཞན་གྱིས་རང་ཉིད་ལ་སྐྱོན་བརྗོད་གང་འདྲ་བྱེད་ཀྱི་ཡོད་མེད་དང། གཞན་གྱི་མིག་ལམ་དུ་རང་ཉིད་མཛེས་པོ་དང་མཚན་སྙན་ཆེན་པོ་ཡོང་མིན་བཅས་ལ་ཐུགས་སྣང་གཏན་ནས་མཛད་ཀྱི་མེད་པ་རེད། མི་ལ་རས་པའི་སྒྲུབ་ཁང་དང་ཐག་ཉེ་བའི་ས་ཆ་ན། དགེ་བཤེས་གཙང་བུ་པ་ཟེར་བ་ཞིག་ཡོད་པ་དེའི་བསམ་པར། མི་ལ་ཟེར་བའི་སྤྲང་པོ་དེ་མ་སླེབས་པའི་གོང་དུ། ས་ཆ་དེའི་མང་ཚོགས་ཀྱིས་ང་ལ་བརྩེ་དུང་ཆེན་པོ་ཞུས་ཏེ་བསྙེན་བཀུར་བཟང་པོ་ཐོབ་ཀྱི་ཡོད་ཀྱང། དེང་སྐབས་སྤྲང་པོ་དེ་ལ་དད་པ་བྱེད་མཁན་ཇེ་མང་དུ་འགྲོ་བཞིན་འདུག་ཐབས་ཤེས་ཤིག་མ་བྱས་ན། མཚམས་ཤིག་ནས་ངའི་ཁེ་ཕན་ཡོངས་རྫོགས་ཁོས་མི་འཕྲོག་པའི་ངེས་པ་མི་འདུག་སྙམ་སྟེ། དུས་རྒྱུན་དངངས་སྐྲག་དང་སེམས་འཚབ་ཆེན་པོ་བྱེད་ཀྱི་ཡོད། དེར་བརྟེན། ཁོ་བོས་གོ་སྐབས་ནམ་ཡོད་ལ། མི་ལ་ཐོས་པ་འགའ་ལ་གཞི་མེད་ཀྱི་སྐྱོན་འཛུགས་སྣ་ཚོགས་བྱེད་ཀྱི་ཡོད་པ་མ་ཟད། མང་ཚོགས་དཀྱིལ་དུ་དམའ་འབེབས་དང་མཐོང་ཆུང་ཡང་ཡང་ཡང་བྱེད་ཀྱི་ཡོད་པ་རེད། འོན་ཀྱང་དགེ་བཤེས་གཙང་པོ་པའི་བྱ་སྤྱོད་དེ་སྤྱི་ཚོགས་ནང་མི་ལ་ལ་མཐོང་ཕྱོགས་ངན་པ་བཟོ་ཐུབ་ཀྱི་མེད་པའི་ཐོག་མི་ལའི་བཟོད་བསྲན་དང། གུ་ཡངས་ཀྱི་ཁོག་རྒྱ་ལ་དད་ལྡན་མང་ཚོགས་རྣམས་ཧ་ལས་ཏེ། ཆོས་པ་ཟེར་ན་འདི་འདྲ་ཞིག་ཡིན་དགོས་ཟེར་ནས་སྔར་ལས་ཀྱང་དད་གུས་ཞུ་མཁན་ཇེ་མང་དུ་ཕྱིན་པ་རེད། དགེ་བཤེས་ཙམ་པོ་པས་གཡོ་ཐབས་གང་འདྲ་བྱས་ཀྱང། མཐའ་མའི་ཕངས་པ་ཡོངས་རྫོགས་རང་ཉིད་ཀྱི་སྟེང་དུ་ཡོང་བ་མ་གཏོགས། མི་ལ་ཐོས་པ་འགར་གནོད་པ་གཏན་ནས་ཚུགས་ཀྱི་མེད་པས། མཐའ་མ། དགེ་བཤེས་འུ་ཐུག་དེ། རང་དང་ཉེ་བའི་ས་ན་བུད་མེད་བགྲེས་སོང་ཞིག་ཡོད་པ་དེ་བེད་སྤྱོད་བྱས་ཏེ་མི་ལ་བཀྲོངས་རྒྱུའི་གཡོ་ཐབས་བྱས་པ་རེད། ཁོས། མི་ལ་ཟེར་བའི་སྤྲང་པོ་དེ་མེད་ཐབས་མ་བྱས་ན། ཡུལ་འདིའི་མང་ཚོགས་སྤྱི་ཡོངས་ལ་གནོད་པ་ཆེན་པོ་འབྱུང་ངེས་ཡིན། ཁྱོད་ཀྱིས་སྤྲང་པོ་ཆོས་རྩོད་པ་ཁོ་མེད་པ་བྱེད་ནུས་ན། ངས་ཁྱོད་ལ་གྱོང་གཏན་ནས་སྤྲོད་ཀྱི་མིན། ཟེར་ནས་བུད་མེད་དེ་ལ་ངན་སྐུལ་ཡང་ཡང་བྱེད་ཀྱི་ཡོད། ཉིན་ཞིག། བསྐྱར་དུ་དགེ་བཤེས་གཙང་པོ་པའི་བུད་མེད་བགྲེས་སོང་དེ་ལ། ཁྱོད་ཀྱིས་མི་ལར་དུག་སེལ་དྲན་ནུས་ན། སྡིག་ལ་ལ། རིན་ཐང་ཞེ་ཐབས་མེད་པའི་གཡུ་རྡོག་འདི་ཁྱོད་ལ་སྤྲོད། ཅེས་བཤད། འོན་ཀྱང་བུད་མེད་བགྲེས་སོང་དེས། ཅི་བརྫུན་མི་ལ་ལྟ་བུའི་སྐྱེས་བུ་དམ་པ་ཞིག་ལ། ངས་དུག་སེལ་འབུལ་མི་ཐུབ། དགེ་བཤེས་ལགས། ཁྱེད་ཀྱིས་ཀྱང་སྡིག་པ་ཚབས་ཆེན་འདི་འདྲ་མ་བྱེད། ཅེས་ཞུ་བ་ཕུལ་ཡང། དགེ་བཤེས་གཙང་པོ་པ་ཅུང་ཁོང་ཁྲོ་དང་བཅས།
ངས་བྱ་བ་གང་འདྲ་ཞིག་བྱ་དགོས་ཀྱི་ཡོད་མེད་ང་རང་ཉིད་ཀྱིས་གསལ་པོ་ཤེས་ཀྱི་ཡོད། མི་ལ་འདྲ་བ་སྐྱིད་པོ་དམ་པ་ཞིག་གཏན་ནས་ཡོང་མི་ཤེས། མི་ལ་བཀྲོངས་ཀྱང་ཁྱོད་ལ་དགེ་བ་ཡོད་པ་ལས་ཉེས་པ་མེད་པ་ངས་ཁག་ཐེག་བྱེད། ཅེས་ཟེར།
གཙང་པོ་པས་འདི་ལྟར་རྒྱུན་དུ་ཨུ་ཚུགས་མཐར་སྐྱེལ་བྱས་པའི་མཐའ་མ། བུད་མེད་དེ། མི་ལར་དུག་སེལ་འབུལ་རྒྱུ་ཁས་བླངས་ཏེ། ཉིན་ཞིག། རྗེ་བཙུན་མི་ལའི་དྲུང་དུ་བཅར་ཏེ། དགེ་བཤེས་གཙང་པོ་པས་བསྒྲིགས་པའི་དུག་སེལ་ཕུལ་བ་ན་རྗེ་བཙུན་མི་ལས།
ངས་ད་ཐེངས་ཁྱོད་ཀྱིས་ཟས་དེ་མི་ཟ། རྗེས་སུ་ཁྱེར་ཤོག་དང་ངས་ཟ་ཆོག། ཅེས་གསུངས་ཏེ། དུག་སེལ་མ་ཤེས་པར་ཕྱིར་ལོག་པ་རེད། ཐེངས་གཉིས་པ་བཅར་ནས་འབུལ་བའི་སྐབས་རྗེ་བཙུན་གྱིས་དུག་སེལ་ཕྱག་ཏུ་བཞེས་ཏེ་ཞལ་འཛུམ་པ་དང་བཅས། ཁྱོད་ལ་སྡིག་ལའི་གཡུ་ཐོག་དེ་བྱུང་ངམ། ཞེས་གསུངས་པ་ན། བུད་མེད་དེས་རང་གི་གཡོ་ཇུས་མཐའ་དག་རྗེ་བཙུན་གྱིས་མཁྱེན་འདུག་སྙམ་སྟེ། འགྱོད་སེམས་དང་བཅས་སྐད་བརྡར་བཞིན། ང་ལ་སྡིག་ལའི་གཡུ་བྱུང་ལགས། འོན་ཀྱང་རྗེ་བཙུན་གྱིས་ཟས་དེ་མི་ཤི་བར་ཞུ། འདིའི་ནང་དུ་དུག་ཡོད། ཅེས་མིག་མཆི་མ་དང་བཅས་ནན་གྱིས་ཞུས་པ་ན། རྗེ་བཙུན་གྱིས།
ཨོ་རེད། ཟས་ཀྱི་ནང་དུ་དུག་ཡོད་པ་ངས་ཤེས་ཀྱི་ཡོད། ངས་དེ་སྔོན་མ་དུག་བསྲེས་ཏེ་བཟས་ན། ཁྱོད་ལ་སྡིག་ལའི་གཡུ་རྡོག་དེ་ཡང་མི་ཐོབ་བ་འདུག་པས་ངས་མ་བཟས་པ་ཡིན། ད་གཡུ་རྡོག་དེ་ཁྱོད་ཀྱི་ལག་ཏུ་བྱུང་འདུག་པས། དགེ་བཤེས་ཙམ་པོ་པའི་བསམ་པ་རྫོགས་པ་དང། ཁྱོད་ལ་གཡུ་ཐོག་པའི་ཕྱིར་དུ་ངས་དུག་སེལ་འདི་བཟའ་ཆོག། ད་ཕྱིན་ཆད་རང་གི་སྲོག་ལ་བབ་ཀྱང། སྡིག་པའི་ལས་ཚབས་ཆེན་འདི་ལྟ་བུ་གཏན་ནས་མ་བྱེད། ཅེས་གསུངས་ཏེ་དུག་སེལ་འདི་བཞེས་པ་རེད། མཛའ་བཟང་ལྡན་པའི་སེང་གེ་རྣམ་པ་ཚོ། གོང་དུ་ཁྱེད་རྣམ་པས་གསན་པའི་རྗེ་བཙུན་མི་ལའི་རྣམ་ཐར་དེ་ནི། རྩོམ་པ་པོ་རེ་དོ་སེང་གེ་ལགས་ཀྱིས་མཛད་གནང་པའི་གཏམ་རྒྱུད་ཀྱི་ལམ་ནས་མེས་པོའི་ཞབས་རྗེས་འཚོལ་བ་ཞེས་པའི་དེབ་དེ་ལས་རྗེ་བཙུན་མི་ལའི་རྣམ་ཐར་བསྡུས་དོན་འདི་ཡིན། རྣ་བ་གླིང་རྒྱལ་ཚོའི་ཉི་གཞོན་གྱི་སྒྲུང་གཏམ་ལེ་ཚན་གསན་པ་དགའ་བསུ་ཞུ་གི་ཡོད། ང་ཀློག་འདོན་པ་ཉི་མ་ཚེ་རིང་ཞུ་གི་ཡོད་ང་ཚོ་སླར་ཡང་ལེ་ཚན་གཞན་གྱི་ནང་དུ་མུ་མཐུད་མཇལ་ཡོང།